ཐོག་མ་དེ་ལ་རྣམ་པ་ལེན་མཁན་ཚང་མ་སྐུ་ཚེ་གསེར་ཐང་ཡིན་ཤག་རེད། ད་ད་རིང་དེ་ལ་ཐད་གཏོང་ཐོན་དུས་ཅིག་གི་ཡོང་ན་བསམ་སོང། རྣམ་པ་ཚོས་སེང་གེ་ཡོད་ན། ངའི་སྐད་འདི་གསང་པོ་ཡོད་ན། སེང་གེ་ཡོད་ན།

ལས་སུ། ཨ་ནི། ད་ད་རིང་འདི་ལ་ཐད་གཏོང་ཐུང་ཐུང་གཅིག་གིས་ཡོང་ན་བསམ་སོང། རྣམ་པ་ཚང་མ་ཁུ་སུ་སེ་ཐང་ཡིན་ཤག་རེད། ཨ་ནི། ད་རིང་ཐོག་མ་འདི་ལ་འདི་གཅིག་ཞུ་ན་བསམ་སོང་ད་ཡུ་རོབ་ཀྱི། གྲོས་ཚོགས། ཚོགས་འདུ་གཅིག་གི་ཕྱི་ཟླ་ལྔ་བ་ནས། ཕྱི་ཟླ་ལྔ་བའི་གི་ཚེས་ལྔ་ནས་ཚེས་བརྒྱད་བར་ལ། ཡུ་རོབ་ཀྱི་གྲོས་ཚོགས་ཚོགས་འདུ་གཅིག་ད་ལྟ་ཧྥ་རན་སི་ཀྱི་སྟར་སྦུག་ལ་ཚོགས་གནང་འདུག་ཨ། ཨ་ནི། འདི་ཚོགས་པའི་སྐབས་ལ་ཨ་ནི་བོད་དོན་ཆེད་དུ་ཨ་ནི་གྲོས་ཆོད། ཅིག་བཞག་ན་འདུག་ད་འདི་དཔེ་མི་སྲིད་གལ་ཆེན་པོ་རེད། རྒྱལ་སྤྱི་གི་སྡིངས་ཆའི་སྟེང་ལ་བོད་དོན་འདི་སྔར་ལས་ལྷག་གླེང་བཞིན་ཡོད་པ་འདི་ད་ང་ཚོས་མིག་མཐོང་ལག་ཟིན་རོ། འོན་ཀྱང་ཡང་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཁ་ཤས་ཅིག་མཚམས་མཚམས་ལ་ཅིག་དོན་ཡོང་ནས་གོ་སྐབས་ཟིན་ཕྱིན་ནས་བོད་དོན་འདི་རྒྱལ་སྤྱིའི་སྡིངས་ཆའི་སྟེང་ལ་བརླག་འདུག་ཨ། བོད་དོན་འདི་རྒྱལ་སྤྱིའི་སྡིངས་ཆའི་སྟེང་ལ་ཞེ་དྲག་གོ་ཡ་མི་འདུག་ཨ་ལ་ནི། ང་རིན་པོ་ཆེ་ཁ་ཤས་ཅིག་དོན་ནི་དེ་འདྲའི་ལབ་གི་འདུག་ཨ་ད་སོང་ཙང་འདི་ཁེ་ས། ཕྱི་ཟླ་ལྔ་བའི་ཚེས་ལྔ་ནས་བརྒྱད་བར་དུ་ལ་ཧྥ་རན་སི་སྟར་སྦུག་ལ་ད་ལྟ། ཡུ་རོབ་གྲོས་ཚོགས་འཚོགས་པའི་སྐབས་ལ་བོད་དོན་ཆེད་དུ་གྲོས་འཆར་ཧ་ལས་པའི་གནད་འགག་ཆེན་པོ་འདི་གྲོས་འཆར་བཞག་པའི་སྐབས་ལ་གྲོས་ཚོགས་ནང་ལོགས་ཀྱི་ཡུ་རོབ་མཐུན་ཚོགས་ཀྱི་སྐུ་ཚབ་མང་ཆེ་བ་ཅིག་གིས་ཡ་ཞང་བྱས་ནས་བོད་ཀྱི European Parliament དཀྱིལ་འཁོར་རོང་ལ་ཡ་ཞང་བྱས་ནས་བོད་དོན་ཐོག་ལ་གླེང་སློང་གནང་བ་མ་ཚད་ད་ལན་འདི་གླེང་སློང་གི་བཀའ་མོལ་འདི་ནང་ལོགས་ལ་ཧ་ཅང་གི་བོད་ནང་ལོགས་ལ་དཀའ་ངལ་རྒྱ་ནག་གི་ག་བ་ག་བ་ལ་ལག་པ་འཆང་གི་ཡོད་མེད་ཆ་ཚང་ཅིག་ད། ཡུ་རོབ་ཀྱི་གྲོས་ཚོགས་འཐུས་མི་འདུ་ཡང་ཞང་ཆེ་ནས་ག་འདྲས་ཆེ་ནས་གསུང་བཤད་གནང་འདུག་འདི་ད་ལྟ་ང་ཚོའི་བོད་ཀྱི་བརྙན་འཕྲིན་སྒང་ལ། བོད་མི་སྒྲིག་འཛུགས་ཀྱི Tibet TV སྒང་ལ་ཆ་ཚང་ཅིག་བཞག་བཞག་ང་ཚོ་ཚང་མས་འདི་གསན་རོགས་གནང་ལ་ནོར་འདིར་ཞུ་ཡ་ཡིན། ཨ་ནི་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ད་ང་ཚོ་བོད་དོན་ལ་རྒྱབ་སྐྱོར་གནང་ཡ་དང་བོད་དོན་འདི་ཡ་གླེང་གི་ཡོད་བ་འདི་གསལ་བོ་རེད་བ་ད་ལན་གྱི་གྲོས་ཆོད་འདི་ནི་ཧ་ཅང་གི་གལ་ཆེན་པོ་རེད་བཞག་ཨ་ནི་འདི་གྲོས་ཆོད་འདི་ལ་ཨ་ནི་རྒྱབ་སྐྱོར་ཚད་མཐོན་པོ་བྱུང་འདུག་བ།

སྐྱབས་མགོན་རིན་པོ་ཆེ་མཆོག་གཙོ་བོར་ཁོང་གི་དགོངས་གཞི། ཁོང་གི་མ་འོངས་ཡང་སྲིད་དེ་འབྲེལ་ཐོག་ལ་གླེང་སློང་གནང་བ་དང། ད་ལྟ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་དངོས་གནས་དྲང་གནས་ད་ལྟ་ང་ཚོས། སྤྱི་ཟླ་ལྔ་པའི་གི་ཚེས་བཅུ་བདུན་ལ་ཁོང་ད་དུས་གར་སོང་ཆ་མེད་ཕྱིན་ནས་ལོ་ངོ་སུམ་ཅུ་ད་འཁོར་གྱི་ཡོད་བ་དེ་འདྲས་གླེང་བ་དང། ད་ལྟ་ཁ་སིང་ཉེ་ཆར་སྤྲུལ་སྐུ་ཧུང་དཀར་རྡོ་རྗེ་མཆོག་གློ་བུར་གྱི་རྐྱེན་འདས་དུ་འགྲོ་བ་དང། འདི་ད་ལྟ་སྐུ་ཕུང་འདི་ཚོ་ཡིན་ན་གྱི་སོ་སོ་ནང་མི་གི་འདོད་མོས་ལས་རྒྱལ་བས་ཀྱི་ཐོག་ནས་འདུག་སྐུ་ཕུང་མེར་སྲེག་བཏང་བ་དེ་འདྲའི་ཐོག་ལ་གླེང་སློང་ཧ་ཅང་གི་གལ་ཆེན་པོ་གནང་གི་འདུག་བོད་ནང་ལོགས་ལ་ཆོས་དད་རང་དབང་མེད་པ་དང། བོད་ནང་ལོགས་ལ་རྒྱ་མི་གི་དེ་ག་ཞིག་མནར་གཅོད་བཏང་གི་ཡོད་བ་ཆ་ཚང་ཅིག་དཔེ་ཡག་པོ་གླེང་གི་འདུག་ང་ཚོ་དེ་ཚོ་ལྟ་ཡས་དེ་གལ་ཆེན་པོ་རེད་ཤག་དེ་ཚོ་ལྟ་བོད་དོན་ཆེད་དུ་གྲོས་ཆོད་བཞག་བ་དེ་ཚོ་ང་ཚོ་ཚང་མས་ཀྱི་དགའ་འོས་པ་ཅིག་རེད་ཤག་ཨོ་དེ་འདྲས་ཅིག་ཞུ་ཡ་ཡིན། གཉིས་པ་དེ་ལ། ད། ག་དུས་ཡིན་ན་ད་སྤྱི་འཐུས། སྤྱི་འཐུས་དེ་ཚོ་ལ་གཅིག་མ་ལབ་བོ་བསམ་གྱི་འདུག་ཨ། ཁོ་ཚོས་ད་ཡར་རྒྱས་འགྲོ་ཡོང་ད་ཁོ་ཚོ་ད་ལོ་ང་ཚོའི་སྐྱབས་མགོན་རིན་པོ་ཆེ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་ཀྱི་ཡོད་རེད་བྱམས་བརྩེ་གྱི་ལོ་སྲུང་བརྩི་ཞུ་གི་ཡོད་རེད་ང་ཚོ་རྙོག་དྲ་ལངས་ངེས་རྩ་བ་ནས་གྲུ་གི་མི་འདུག་ག་དུས་ཡིན་ན་ད་ང་ཚོས་ཀྱི་ཡ། བཟང་སྤྱོད་ཀྱི་ཐོག་ལ་འགྱུར་བ་འགྲོ་ཡོད་རེད་བསམ་ནས་དེ་འདྲའི་གཅིག་སྨོན་ལམ་དང་དེ་འདྲའི་གཅིག་རེ་བ་བརྒྱབ་ནས་བསྡད་ཀྱི་ཡོད་མ་གཞི། ག་དུས་ན་ཅིག་གིས་མ་དོན་གྱིས་ནི་རྙོག་དྲ་བཤད་ཡ་དང། ཨ་ནི་སྐད་ཆ་ཅིག་སོ་སོའི་བོད་མི་ནང་ཁུལ་ལ་སྐད་ཆ་བཤད་ཡ་གི་འདོད་པ་ཏིལ་འབྲུ་ཙམ་ཅང་མེད། དེ་འདྲའི་ཅིག་རེ་བ་ཡང་རྒྱབ་ཀྱི་མེད་སོ་སོའི་གི་སེམས་པ་དེང་ནི་སྨོན་ལམ་ཡང་དེ་འདྲའི་མེད་དེ། འོན་ཀྱང་ད་སྤྱི་འཐུས་ཁོ་ར་སི་རང་གིས་སྤྱི་ཚོགས་ནང་ལ་དོན་གྱིས་ནི། མི་མང་ལ་ཕ་དཀའ་ཉེ་སྤྲད་ཡ་དང་མི་མང་དགྲ་བྲོ་བུ་བྲོ་བཟོ་ཡ་དང་ང་ཚོའི་སེམས་ཁམས་ཡང་ཅན་ནི། དཀྲུག་ཡོང་འདུག་ག་ནས་ནི་ང་ཚོ་ཁ་ཙུམ་ནས་བསྡད་ཐུབ་ཀྱི་མི་འདུག་བ། དེ་སྔ་ནས་མང་པོ་ཞུས་བ་ཡིན་སྤྱི་འཐུས་རྣམ་པ་ཚོ་ཕྱག་ལས་ཡག་པོ་གནང་བ་ཡིན་ན། ང་ཚོ་ག་རེ་བྱས་ནས་ཕ་རྙོག་དྲ་ཤོག་རེད་ང་ཚོ་ག་རེ་བྱས་ནས་ཁོ་ཚོ་ལ་ཅིག་ཚིག་རྩུབ་དང་སྡང་ཟུག་བྱས་འདུག་ག་རེ་བྱེད་དགོས་ཡ་རྩ་བ་ནི་མི་འདུག་བ། ང་ར་རང་གི་འདམ་ནས་ཡག་བསྐུལ་བཞག་ཡོད་འདུག་ག་ནི། ཨ་ནི་སོང་ཙང་དེ་འདྲས་མ་འཆི་བ་བྱེད་ཨ་ནི་ང་ཚོ་ལ་ཡང་བསྐྱར་ཡང་བསྐྱར་བསྐྱར་ནི་བསྐྱར་དུ་སུན་པོ་བཟོས་བྱས་བསྐྱར་ནི་བསྐྱར་དུ་ང་ཚོའི་སེམས་ལ་ན་ཚ་བཟོས་བྱས་མི་མང་ལ་དངོས་གནས་དྲང་གནས་ཀྱི་གནོད་ཤུགས་སྤྲད་ཡ་དང་མི་མང་ནང་ལོག་ལ་མ་སྐྱིད་བ་བཟོས་ཡ་འདི་སྒོ་ཕྱི་དུས་ནས་ཟུག་གུ་འདུག་ཨ་སོང་ཙང་ང་ཚོ་མ་ཤེས་ཀ་མི་ཐུག་གུ་འདུག་ཨ་ད་རེས་ཡིན་ན་ཀྱེ་ད་ཡུལ་རུང་པོ་བྱས་ནས་ད་མ་ཤེས་གོ་ད་དངོས་གནས་དྲང་ནས་ཡར་རྒྱས་ཅིག་འགྲོ་ཡོད་རྒྱུ་རེད་འགྱུར་བ་ཅིག་འགྲོ་ཡོད་རྒྱུ་རེད་ཚོགས་གཙོ་མཁན་པ་བསོད་ནམས་བསྟན་འཕེལ་གྱིས་ད་ཕ་དེ་ཡ་མ་མཆོག་རྒྱུ་འགྲུལ་འདུག་ག་ནས་བཀའ་འཁྱོལ་བཏང་ཡོད་རྒྱུ་རེད་ཡག་པོ་བྱེད་གོ་རེད་ད་ཡར་རྒྱས་འགྲོ་གོ་རེད་ད་མི་མང་སྐད་རྒྱ་མ་བཅོལ་བ་ཅིག་བཟོས་གོ་རེད་ད་ལ་ནས་དེ་འདྲས་ཅིག་སློབ་གསོ་རྒྱ་ནས་བཏང་ཡོད་རེད་བསམ་གྱི་འདུག་དེ་ཡང་ཅིག་དོན་ཡོང་འདུག་ག་ནས་ང་ཚོ་རང་ཤི་མ་སྐད་རྒྱབ་གོ་ཐུག་གུ་འདུག་ཨ་ད་ཁ་སིང་ངེ་ཅར་བཟི་ད་ཤི་ལོང་ལ་ཡང་བཏང་འདུག་ཨ་ཨ་སྤྲུལ་གཉིས། ཁ་སིང་སྣེ་ནས་མོན་སྐོར་ལ་བཏང་འཚལ་བའི་རྗེས་ལ་མི་མང་ཚང་མས་ཀྱི་འབོད་སྐུལ་ཞུས་སོང། གཞི་རིམ་མི་མང་གི་རབ་དང་རིམ་པ་ཐད་གཏོང་འགྲོ་སོང། ད་བཏང་དགོས་ཡ་མི་འདུག་མཚམས་འཇོག་བྱེད་རོགས་བྱེད་དགོས་ཡ་མི་འདུག་ཁྱོད་ཚོ་གི། འདི་སྤྱི་འཐུས་འཚམས་གཟིགས་ལ་ཡ་དེ་དགོས་ཡ་མི་འདུག་ལ་ནི་མང་པོ་ཅིག་ལབ་ཚར་འདི་ཉན་རྒྱུ་ཡོད་མ་རེད་ཡང་དགོས་ཕན་བདེ། དགོས་ཕན་བདེ་དང་ཡང་འདི་དབང་འདུས་རྡོར་གཅེར་བས་འདི་མིག་ཤེལ་གོན་ནས་གཅིག་བསྒྲུགས་འདུག་བ་འདི་རང་ཉིད་འགྲོ་བྱེད་ནི་ཤི་ལོང་ལ། ད་ག་འདྲས་ཅིག་བྱེད་དོ་ར། ཧང་སང་ཡ། བློ་ཕམ་ཡ། མི་མང་རང་བཞིན་གྱི་སྐད་ཤོར་ཡ་དེ་འདྲས་བཟོས་འདུག་ཨ། ད་མི་མང་མང་པོ་ཅིག་གི་སེམས་ཁམས་ལ་གནོད་ཡོད་རེད་མི་མང་མང་པོ་ཅིག་གི་སེམས་པ་སྐྱོ་ཡོད་རེད་ད་ཚང་མ་དོན་ནི་ལབ་ཐུག་གི་མ་རུ་ཨ་སོང་ཙ་ད་ད་རིང་མ་ཐོས་རང་འདོད་ཅིག་ཐུགས་སུ་རུ་ཨ། ད་མགོ་བོ་འདི་གི་མི་འདི་པ། པ་ཆུ་སྲང་ལ་རས་པ་ལ་བརྒྱན་པ་ཅིག་ལ་ག་འདྲེ་ཅིག་གིས་ཨ་ནི་ལན་འདེབས་རྒྱག་གི་འདུག་ཨ་འདི་སྒང་ལ་ཁ་སྣོན་རྒྱག་ངེས་དབང་འདུས་རྡོར་གཅིག་གིས་ག་འདྲེ་ཅིག་ཁ་སྣོན་རྒྱབ་འདུག་ར་དེ་ཚོ་ཉན་པ་ཡིན་ན་ང་ཚོའི་དངོས་གནས་དྲང་གནས་ཀྱི་བློ་ཡུལ་ལ་མ་ཤོང་ཡ་ཅིག་རེད་ཤག་ད་དགའ་བོ་ཕན་བདེ་ཀྱི་གཤིས་ཀ་འདི་ང་ཚོ་ཚང་མའི་ཧ་གོ་གོ་ར་ད་དངོས་གནས་དྲང་གནས་ཁོ་རང་ཡིན་ན་ད་སྨོན་ལམ་ལོག་པ་དམ་སྲི་འབྱུང་པོ་དངོས་གནས་དྲང་གནས་ཅིག་ད་ཡིན་པ་འདི་ཡང་བསྐྱར་ཡང་བསྐྱར་ཁོ་རང་གིས་ད་ཅིག་དོན་ཡོང་གི་འདུག་ཨ་འོ་དེ་འདྲ་བྱས་ན་ད་ད་རིང་ཁོ་རང་གིས་དངོས་གནས་དྲང་གནས་པ་ལ་བརྒྱན་པ་འདི་འདྲེ་ལ། ལན། དེ་ཚོ་ག་འདྲས་བྱས་ནས་ཀློག་འདུག་ད་ད་རིང་ཁོ་ཡང་སྲིད་ཇུས་ལོག་ཀ་རེད་འདུག་ད་ག་ལི་ག་ལི་བྱས་ནས་ཕ་གཅིག་འདྲེ་ཤ་རྒྱལ་བྱས་འདུག་ཡིན་ནའང་ཁོས་ཀྱི་ལན་འདི་ནང་ལོག་ལ་པ་ལགས་ལ་དངོས་གནས་དྲང་གནས་ཀྱི་ཐེ་མཐོང་ཅུང་ཁྱད་གསོད་བྱས་ཡོད་ད་པ་ལགས་ཁོང་རང་ཡིན་ན་ད་སྙིང་ལོ་ཡས་ཁོ་ཚོ་ཕི་གེ་ལ་གཟིགས་སྐོར་རྩ་ཁ་ལོར་འཚམས་གཟིགས་ཡོང་བའི་སྐབས་ལ་པ་ལགས་རང་གིས་དངོས་ཡོད་གནས་ཚུལ་གཞི་ལ་བཞག་བས་ཀྱི་གྲོས་ཚོགས་ནང་ལོག་ལ་ག་རེ་བྱས་འདུག་འདི་ལ་གཞི་བཞག་ནས་ནི་པ་ལགས་ཀྱི་ཕ་འདྲེ་མ་གནང་ན་ཡག་པོ་འདུག་ལ་ནི་གསུངས་སོང་ད་ལེ་ཡིན་ན་གྱི་པ་ལ་ཁོ་རང་གིས་དངོས་གནས་དྲང་གནས་ལྷག་བསམ་རྣམ་དག་གི་ཐོག་ནས་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཡར་བཞང་བྱས་ནས་ཨ་ནི་གའུ་ཕན་བདེ་ལ་ཕ། འདི་འདྲས་འདི་འདྲས་བྱིས་གསུང་ད། ཁྱེད་རང་འདི་འདྲས་འདི་འདྲས་གནང་གི་འདུག་བ། ཁྱེད་རང་ལངས་ཕྱོགས་འདི་འདྲས་འདི་འདྲས་རེད་འདུག་བ། སྐུ་ཡི་གཅེན་པོ་ཨ་ནི། སྐུ་ངོ་རྒྱ་ལོ་དོན་གྲུབ་མཆོག་ལ་ཁྱེད་རང་གིས་གདུང་སེམས་མཉམ་སྐྱེ་ཞུ་མ་གསུང་བ་དེ་ཚོ་བློ་ཕམ་བྱུང་སོང་ལ་ནི་ཡར་ཡར་རབ་བཟང་སྤྱོད་ཀྱི་ཐོག་ནས་པ་ལ་གི་ཡར་ཞུ་དུས་ག་ནི་མ་ལ་ག་འདྲས་ཕྱིན་ནི་མ་ཉེས་ཁ་ཡོག་ཕྱིན་སོང་ག་འདྲས་ཕྱིན་ནི་ལན་རྒྱབ་སོང། པ་ལ་ལ་འཁྲིག་པ་ནད་པ་རེད་ས། པ་ལ་འཁྲིག་པ་ནད་པ་ཡིན་པ་ཁོ་རང་ལ་ཁུངས་སྐྱེལ་ཡོད་རྒྱུར་བ་དེ་འདྲས། པ་ལ་ཁོ་རང་གི་ལྷག་བསམ་རྣམ་དག་སྤྱིར་བཏང་ནས་ང་ཚོའི་སྤྱི་ཚོགས་ནང་ལོར་ར་སོ་སོའི་མི་ལ་ཡར་ལངས་ནས་སྐད་ཆ་བཤད་ཡ་འདི་ཨ་ནི་དངོས་གནས་དྲང་གནས་ཀྱི་གལ་ཆེན་པོ་རེད་ད་དེ་འདྲས་བཤད་ཐུབ་ཀྱི་ཡོད་མ་རེད་ད་པ་ལ་ཁོ་རང་རང་གིས་ཡར་བཞང་བྱས་ནས་སོ་སོའི་མི་ལ་སོ་སོའི་གི་ཅུར་རྟ་བཏང་དགོས་རུ་བ་ཨ་ནི་པ་ལ་ལ་ག་འདྲས་ལན་རྒྱག་གི་འདུག་དེ་འཁྲིག་པ་ན་རེད་ཁྱེད་རང་འཁྲིག་པ་ན་ན་ཚང་མ་སེའུ་འཐུང་གི་རེད་ཁྱོད་རང་ཆོལ་ཞེན་རེད་ལབ་ཡི་འདུག་བ། ཆོས་རྒྱལ་གྱིས་ཞེན་ཁོག་ཅིག་ག་བ་བཏོན་སོ་པཱ་ལགས་ཀྱིས་པཱ་ལགས་ཀྱིས་ཡ་དྲི་བ་བཏང་འདུག་ག་ནི་ཁྱེད་རང་གིས་དེ་འདྲས་གནང་གི་འདུག་བ་ལ་འདི་མ་གནང་ན་ཡག་པོ་ཡོད་རེད་ལ་ནི་འོ་དེ་འདྲས་བྱས་ནས་ཡ་ཞུས་འདུག་ག་ནི་མ་ལ་ག་འདྲས་བྱས་ནས་མ་ཉེས་ཁ་གཡོག་ལས་འདི་ཚོ་ག་འདྲས་བྱས་ནས་ད་རྒྱལ་མེད་བའི་གི་ཐོག་ནས་ཨ་ནི་གནང་གི་འདུག་ར་ཨ་ནི་དབུ་མའི་ལམ་ལ་ད་གྲུབ་འབྲས་མེད་བ་དེ་ཧ་གོ་གོ་བ་ར་བ་ལ་ནི་དེ་འདྲས་ཕྱིས་ནི་ཁོ་རང་གིས་པཱ་ལ་ལ་འདུས་འགྲེལ་བཤད་རྒྱག་འདུག་ག་ནི། ཁོ་རང་གི་ལྟ་བ་འདི་རང་བཙན་ཡིན་ལག་གི་འདུག་ཨ། ཁོ་རང་ག་རེ་རེད་ཁོ་རང་ག་ནས་སླེབས་རེད་དགེ་ལུགས་ཀྱི་སྤྱི་འཐུས་རུ་ཨ། ཁོ་རང་ཆོས་རྒྱུད་དགེ་ལུགས་ནས་སླེབས་རུ་ཨ། དགེ་ལུགས་ཀྱི་ལྕགས་ཡིག་ནང་ལོག་ལ། ཁོ་རང་དགེ་ལུགས་ཀྱི་དགེ་འདུན་པ་ཅིག་ཡིན་ན། དགེ་ལུགས་ཀྱི་ལྕགས་ཡིག་ལ་འདུས་ག་ནི་ད་གྲྭ་བ་ཚང་མ་འདི་ལ་བརྩི་དགོས་ཡོད་རུ་ཨ་དགེ་འདུན་པ། དགེ་ལུགས་ཀྱི་ལྕགས་ཡིག་འདི་ནང་ལོག་ལ་དབུ་མའི་ལམ་འདི་རེད་འདུག་ཨ། ད་ཁོ་རང་ལྟ་བ་འདི་རང་བཙན་རེད་འདུག་སོང་ཙང་འུ་འུ་འདི་འདྲ་བྱས་ནས་ག་བྱེད། མི་མང་ལ་ཕ་ལ་ཚིར་ལྟ་བཏང་འདུག་གནི་སོ་སོ་ཁྲིམས་དང་སྒྲིག་གཞི་སོ་སོ་གི་སོ་སོའི་ཡོང་ཁུངས་ཀྱི་གནི་འདི་ག་རང་གི་ལྕགས་ཡིག་ལ་རྩིས་མེད་རྡོག་རོལ་བཏང་བྱས་ནས་འགྲོ་ངེས་འདི་གནི་མི་མང་ལ་ཕ་དེ་འདྲས་བྱས་ནས་གནི་ཉམ་ཆུང་ལ་པ་ལ་རྒན་པ་ཅིག་ལ་དེ་འདྲས་ཅིག་ཚིར་ལྟ་བཏང་ཡོང་འདུག་གནི་ཧ་ལས་པའི་གི་ཐབས་སྐྱོ་བོ་སངས་རྒྱས་ནམ་ས་ཆོས་འདི་གང་ལ་དགེ་བཤེས་འདི་གང་ལ་ལྷ་རམས་པ་མིང་ཁྱེར་ནས་དེ་འདྲས་ཅིག་དངོས་གནས་དྲང་གནས་གི། ཁྱེད་རང་ལ་དེ་འདྲའི་ཐོབ་ཡ་ཁོ་རང་མི་འདུག་དེ་སྔ་མང་པོ་ཞུས་ཚ་ཡིན་ད་ད་རིང་ཡང་ཁོ་རང་གིས་བསྐྱར་དུ་དེ་འདྲའི་ཆིག་ལབ་ཡོད་རོ་གསུངས་ཚ་པ་ལ་ལ་ལ་ངས་ཐལ་མོ་སྦྱར་ཕྱིན་ནས་དངོས་གནས་ཁྱེད་རང་ཤི་ལོང་མི་མང་གི་སྐུ་ཚབ་མཚོན་པ་མ་ཚད་བོད་མི་སྤྱི་ཡོངས་ཀྱི་ཁྱེད་རང་སྐུ་ཚབ་མཚོན་ཐུགས་ཕྱིན་ནས་ཁྱེད་རང་གི་ཁ་ཡོད་ལག་ཡོད་ཀྱིས་ཁྱོད་ཚོ་དེ་འདྲའི་གནང་རྒྱུ་མི་འདུག་ད་ས་ལ་འབོད་སྐུལ་ཞུ་བ་དེ་ལ་ཐུགས་རྗེ་ཆེ་ལ་ནི་ཞུ་ཡ་ཡིན་ཨ་ནི་པ་ལ་ལ་ཕ་གོ་ཕན་བདེ་གིས་ཁྱེད་རང་དབུ་མའི་ལམ་གྱི་ཐོག་ནས་རྒྱ་མི་ལ་སྐད་ཆ་བཤད་ཡིན་པས་ལག་ཡོད་དུ་བ། ཨ་ནི་གོ་བོ་ཕན་བདེ་ཁྱོད་རང་རང་བཙན་ལྟ་བ་ཡིན་ན་ཁྱེད་རང་རྒྱ་མི་ལ་ཕག་ཕ། ཕ། རྒྱ་མི་མཉམ་དུ་ཐུག་ནས་ཨ་ནི་ང་ལ་རང་བཙན་དགོས་ཡོད་ཟེར་ལ་ནི་ཨ་ནི་སྐད་ཆ་བཤད་བྱུང་ཟེར་བས། འོ་འདི་རེད་ཨ་ནི་ཁྱེད་རང་རང་བཙན་ག་འདྲས་ཕྱིན་ནས་སྒྲུབ་ཀྱི་ཡིན་པས་ད། ད་ཁྱེད་རང་རྒྱ་མི་ཙམ་ནས་ག་འདྲས་རང་བཙན་ལེན་གྱི་ཡིན་པས་འོ་དེ་ཚོ་མི་མང་ལ་འཆར་གཞི་སྟོན་ཞོ་ད། ཨ་ནི་དེ་བྱས་ནས་ཨ་ནི་འབྲུ་གུར་བ་འོ་དེ་འདྲས་སོ་སོས་ཀྱི་བྱེད་མ་ཐུབ་ཡ་གཅིག་ད་འདོད་པ་ལ་ལ་ཕག་རྩིར་ལྟ་སྟངས་དེ་ན། ཨ་ཏག་ཏག་རྩ་བ་ནས་བསྡད་མ་སོང་ཨ། འདི་ཞོར་ལ་ད་ཁོ་རང་གི་ལན་དེ་ཚོ་ག་འདྲས་བརྒྱབ་ཡོད་རེད། སྐུ་ངོ་རྒྱ་ལོ་དོན་གྲུབ་མཆོག་ལ་ག་འདྲས་བྱས་ནས་མ་ཉེས་ཁ་གཡོག་བྱེད་ཀྱི་འདུག་ར་འོ་དེ་འདྲ་ཆ་ཚང་ཅིག་ད་ཁྱེད་རང་དངོས་གནས་དྲང་གནས་ཀྱི་ལོ་རྒྱུས་ནང་ལོགས་ལ་འཁོད་ཡོད་རེད་ད་ཁྱེད་རང་དེ་འདྲས་ཅིག་ལན་བརྒྱབ་བསྡད་བ་ཡིན་ན་ཨ་ནི་མི་མང་ལ་དཀྲུགས་ཤིང་དེ་ཁྱེད་རང་རང་གིས་བརྒྱབ་སོང་ད། འོ་དེ་འདྲའི་ཆེ་ནི་ཕ། འདི་གཅིག་སེའུ་བསྲེགས་རྐྱང་ཞུ་ཡ་ཡིན་ནི་ཁྱེད་རང་འཛིན་སྐྱོང་ལ་བཀར་དགོས་ཡ་ད་དེ་ཚོ་རེད། འཛིན་སྐྱོང་ལ་བཀར་དགོས་ཡ་དེ་ཚོ་ང་ཚོས་ཧ་གོ་གི་ཡོད་རེད་དེ་ཁྱེད་རང་བཀར་དགོས་ཡ་དེ་བཀར་དགོས་ཡ་གི་ཐོབ་ལ་བཀར་དགོ་རེད་མ་གཞི་བཀར་མོ་གོ་ཡ་གཅིག་ལ་ཨ་ནི་བཀར་ཆེ་ནི་ཨ་ནི་ཆོལ་ཞེན་དེ་ཁྱེད་རང་ལ་འདུག་ལ་ནི་འོ་དེ་ཞུ་ཡ་ཡིན་ཁྱེད་རང་ཆོལ་ཁའི་གི་ཞེན་ཁོག་ཁྱེད་རང་ཚོགས་པའི་གི་ཞེན་ཁོག་ཚོད་ཆེ་ནི་ཨ་ནི་ཁྱེད་རང་སྤྱི་འཐུས་ནང་ལོག་ལ་གནང་གི་ཡོད་ཡ་དེ་ང་ཚོ་ཚང་མ་ཞར་ར་དང་ལོང་བ་མ་བལྟ་ང་ཚོས་མཐོང་གི་ཡོད་རེད་སོང་ཙང་ཁྱེད་རང་རང་བྱེད་སྐྱོ་དེ་ཨ་ནི་པ་ལ་ལ་ཕ་མ་ངས་ཁ་ཡོ་བྱེད་སོང་ཨ་ཨུལ་ཏྲ་ཅོར་ཀོ་ཐོ་ཝལ་སྐོར་འདྲ་འདྲས་ལབ་ཡོད་འདུག་ཨ་ཁྱེད་རང་རང་གི་ལས་ཀ་འདི་ཨ་ནི་ཕ་ལ་ལ་ཕ་མ་ངས་ཁ་ཡོ་བཙུགས་སོང་ང་ཚོ་མི་མང་ལྐུགས་པ་མ་རེད་ལ་ནོ་འདི་གོ་ཕན་བདེ་ལ་ཕ་ལན་འདེབས་ཡིན་ཨོ་དེ་འདྲས་འདི་དང་མཉམ་དུ་ལ་ཁོ་རང་གི་རོགས་པ་འདི་དབང་འདུས་རྡོར་གཅིག་གིས་ཞུ་གཅིག་ད་བཀའ་ཤག་ནང་ལ་འདི་གྲོས་ཚོགས་ནང་ལོ་ལ་འགན་ཁུར་ནས་ཕྱག་ལས་གནང་གི་ཡོད་བ་འགན་ཁུར་ནས་རྩིབ་ལྟ་གཏང་གི་ཡོད་བ་ཨོ་དེ་ཚོ་དབང་འདུས་རྡོ་རྗེ་ལ་ང་ཚོ་ཚང་མ་སྤུ་གུ་མ་རེད་ང་ཚོ་ཚང་མའི་ཐོན་ཁོག་ར་ཁྱོད་ཚོ་ཁྱོད་ཚོ་ཁྲིམས་དང་སྒྲིག་གཞི་མེད་བས་ཀྱི་ཐོག་ནས་འགྲོ་ངས་གྲངས་འདིར་བ་ཁྱོད་ཚོ། ཁྱོད་ཚོ་གང་ལ་ཁྱོད་རོ་སི་ཀྱི་འདོད་པ་གང་ལ་བབ་འདུག་ཁྱོད་ཚོ་ཁྲིམས་དང་སྒྲིག་གཞི་ལ་མ་འགྲོ་ངེས་གྲངས་དེ་ཡིན་འདུག་ག་ནི་ཨེ་ཁྱོད་ཚོ་གི་ཕ་དཀར་ཡག་དང་ཁྱོད་ཚོ་གི་ག་རེ་བྱེད་ཀྱི་ཡོད་བ་དེ་ཆོལ་ཞེན་དང་ཆོལ་ཁའི་གི་ཞེན་ཁོག་སྐམ་པོ་ཁྱོད་ཚོ་ཆོལ་ཁའི་གི་ཞེན་ཁོག་མ་རེད་ཁྱོད་ཚོ་འདོད་དོད་ཆོལ་ཁ་གི་སྐུ་ཚབ་མ་རེད་བ། འདོད་དོད་མི་མང་རྒྱ་ཆེ་མི་དམངས་མང་ཚོད་གི་ཁྱེད་རང་ཁྱེད་རང་ཚོའི་གི་སྐུ་ཚབ་མཚོན་གི་ཡོད་བ་མཚོན་གི་མེད་བ་དེ་ཁྱེད་རང་རང་གི་སེམས་ལ་ཁྱེད་རང་དྲི་བ་བཏང་ན་ཧ་གོ་རེད་ཁྱོད་ཚོ་སུས་གི་སྐུ་ཚབ་རེད་ལ་ནི་ཁྱོད་ཚོ་ལྡི་ལི་ཆུ་སྒང་གི་སྐུ་ཚབ་གཅིག་པོ་གཅིག་མ་ཤི་ཁྱོད་ཚོ་འདོད་དོད་རྒྱ་ཆེ་མི་དམངས་གི་སྐུ་ཚབ་མཚོན་གི་མེད་བ་དེ། བརྒྱ་ཆ་བརྒྱ་རེད་ལ་ནི་ངོ་དེ་ཞུ་ཡང་དེ་མདོ་སྟོད་མི་མང་གི་གསུང་གུ་དུ་བ། དེ་ཟློས་གར་གྱི་སྡིངས་ཆའི་སྟེང་ནས་ཞུ་ཡོད་ད་དེ་མདོ་སྟོད་མི་མང་རེད་ད་ཞུ་ངེས་དེ་འོ་དེ་འདྲས་འདྲས་ཁྱོད་ཚོ་ང་ཚོའི་བོད་མིའི་ཆོལ་ཁ་གསུམ་གྱི་སྐུ་ཚབ་ད་ག་བ་ག་བ་ཁྱོད་ཚོ་མདོ་སྟོད་མདོ་སྟོད་ཆོལ་ཁ་གྱི་སྐུ་ཚབ་མཚོན་གྱི་མི་འདུག་བ་སོང་ཙང་འོ་དེ་འདྲས་ཕྱིན་ནས་གང་བྱེད་མི་མང་ཉམ་ཆུང་གི་ཡར་ལངས་ཡོང་འདུག་ག་དེ་སྤྱི་འཐུས་ལ་དྲི་བ་གཏང་ཡས་དེ་ལས་འགན་རེད་ཤི་ལོང་ས་གནས་ལ་དཀའ་ངལ་ག་རེ་ཡོད་བ་དེ་ཤི་ལོང་ས་གནས་འགོ་འཛིན་གྱི་ལས་འགན་རེད། ལྟ་ཡ་དེ་དེ་ཁྱོད་པ་ལགས་པ་ལགས་ལ་དེ་འདྲས་ཕྱིན་དཀར་དགོས་ཀྱི་ཆགས་ཀྱི་ཡོད་མ་རེད་པ་ལགས་ཀྱིས་ཁྱེད་རང་ཕར་འགྲོ་སོང་བཏང་ཕྱིན་ནས་གཞིས་ཆགས་ལ་ཡོང་གི་ཡོད་དུས་ག་ནས་ཁྱེད་རང་ཚོ་དེ་འདྲས་གནང་གི་འདུག་ད་ལ་ནས་ཁྱེད་རང་ཚོས་ཀྱི་མེ་ལོང་དེ་ཁྱོད་ཚོ་ལ་སྟོན་པ་རེད་མ་གཞི་དེ་ཤི་ལོང་ལ་དཀའ་ཉེ་ཡོད་པ་དང་ཤི་ལོང་གི་ཅིག་ཡོད་ན་དེ་ས་གནས་འགོ་འཛིན་ལས་འཁྱེར་དེ་ས་གནས་འགོ་འཛིན་གྱི་ཕ་བདེ་སྡུག་བསེ་ཡ་དང་འོ་དེ་ཚོ་བྱེད་ཀྱི་རེད་དེ་འོ་དེ་འདྲས་ཅིག་ཕ་མ་ཤུ་རང་ཤུ་ཐུག་སོང་ད་དངོས་གནས་དྲང་ནས་ཧ་ལས་པའི་གི་འདི་ད་ལྟ་ཤི་ལོང་ལ་ཕེ་བའི་གི། བརྙན་ཐུང་འདི་མཐོང་ཡོང་པ་ཡིན་ན་ང་ཚོ་ཚང་མས་ཀྱི་སེམས་པ་སྐྱོ་ཡ་ཇི་རེད་ཧྲཱི། འོ་དེ་འདྲས་ཡིན་ཨན་ད་འདས་ཀྱི་གྲོས་ཚོགས་ནང་ལོག་ལ་ཨ་ནི་སུས་ཀྱི་མཆོད་གནས་ཁེ་ཧྲཱི་སུས་ཀྱི་ག་རེ་བྱེད་ཀྱི་ཡོད་མེད་ང་ཚོ་མི་མང་ཚང་མ་ལྟ་ལྐུག་པ་མ་རེད་ལོ་དེ་འདྲས་མང་པོ་འགྲོ་ཚར་རེད་སོང་ཙང་འོ་འདི་གཅིག་ལ་ཡ་ཡིན་ཧྲཱི་ཨ་ནི་དེ་ནས་ད་མཐའ་མ་དེ་ལ་ད་ང་ཚོ་དབུས་གཙང་མི་མང་ཧྲཱི་ད་སྤྱིར་བཏང་ནས་ང་ཚོ་ཚང་མ་བོད་པ་རེད་གངས་ཅན་པ་རེད་སྐྱབས་མགོན་རིན་པོ་ཆེ་མཆོག་གི་འདུལ་བཤད་རེད། ལྷག་པར་དུ་ང་ཚོ་ནང་པ་སངས་རྒྱས་པའི་དགེ་རྟགས་ཆོས་དངོས་གནས་དྲང་རིག་གི་དུ་བྱས་ནས་ཉམས་ལེན་བྱེད་ངེས་ཅིག་ཚང་མ་ཡིན་འདུག་ག་ནི་ད་ཡིན་ནའི་གི་ཡོང་ཁུངས་དེ་སོ་སོ་སོ་ཆོལ་ཁ་ཅིག་ཡིན་འདུག་ག་ནི་ད་དབུས་གཙང་མི་མང་ཚང་མ་ལ་ལག་གཉིས་ཐལ་མོ་སྦྱར་བྱས་ནས་ང་ཚོ་མི་མང་འདི་ཞུ་ཅིག་དབུས་གཙང་མི་མང་འདི་མང་པོ་ཞུ་ཅིག་རེད་ལ་ནི་ལབ་ཀྱི་ཡོད་རེད་བ་འོན་ཀྱང་གང་ཐུག་ས་ལ་ང་ཚོ་དབུས་གཙང་མི་མང་གི་དངོས་གནས་དྲང་གནས་གི་གཉིད་སད་བྱས་ནས་གང་ཐུག་ས་ལ་འཆི་བ་ལ་དཔུང་ཐུག་ཡ་ཅིག་འོ་དེ་འདྲས་ཅིག་མ་འཆི་བ་ཡིན་ན་ང་ཚོས་གཅིག་གིས་གཅིག་གི་དབུས་གཙང་ནང་ལོགས་ལ་རྒྱབ་སྐྱོར་བྱེད་མ་ཐུབ། དབུས་གཙང་གི་དངོས་གནས་དྲང་གནས་ཀྱི་ཕྱག་ལས་ཡག་པོ་གནང་མཁན་ལ་ང་ཚོས་ཀྱིས་རྒྱབ་སྐྱོར་བྱེད་མ་ཐུབ་ཆེད་ང་ཚོས་ནང་ཁུལ་ནས་ཕྲག་དོག་ཟ་བྱས་ནས་དོན་དག་གང་ཡང་མེད་པ་བྱས་ནས་ཕྲག་དོག་ཟ་བྱས་ནས་རྐང་པ་མ་འཐེན་རེ་བརྩད་བསྡད་བ་ཡིན་ན་ང་ཚོས་ཏན་ཏན་གྱིས་དཀའ་ལས་ཆེན་པོ་གཅིག་འཕྲད་ཀྱི་རེད་ད། ད་ལྟ་ང་ཚོའི་དབུས་གཙང་མི་མང་འདི་བརྒྱ་ཆ་མང་ཤོས་རེད་མི་མང་མང་ཤོས་རེད་དེ། དངོས་གནས་ཁ་ཞེ་གཉིས་མ་བསད་ཁ་ཞེ་གཉིས་བསད་ན་བསད་མ་སོང་མདོག་མདོག་ཁ་ཞེ་གཅིག་གིས་གཅིག་གི་ནང་ལོགས་ལ་འབད་དེ་འཁོན་འཛིང་བྱེད་བཞིན་ནས་སུ་སུ་སུ་ལུང་ཚན་གཅིག་པོ་གཅིག་སྐམ་པོ་གཅིག་གཟིམ་ནས་བསྡད་དེ་ད་དབུས་གཙང་གི་མི་མང་འདི་མར་འདུག་དང་ང་ཚོ་ཚང་མ་གཉིད་སད་དགོས་འདུག་ཨ་མཐའ་ད་ལྟ་དབུས་གཙང་གཞོན་སྐྱེས་ཀྱི་ཚོགས་ཆེན་ཐེངས་དང་པོ་འདི་ཚོགས་ཡ་རེད་དོ། ཚོགས་ཆེན་གྱི་ཚོགས་མི་འདི་ཚོ་ཡིན་ན་དགེ་རྒན་འཁུར་ངེས་ཀྱི་ཚོགས་མི་ད་ད་ལྟ་ཚོགས་ཆེན་ནང་ལོགས་ཀྱི་འགན་འཁུར་བ་རྣམས་ཚོ་ཧ་ལས་པའི་གི་ཨ་ནི་མཁྱེན་རྒྱ་ཡངས་པ་དང་གཞོན་སྐྱེས་ཆ་ཚང་རེད་དོ་འོ་དེ་ཚོ་ལ་ང་ཚོ་ཡིད་ཆེས་བློར་གཏད་བྱེད་ནས་རྒྱག་བྱེད་མཆོང་བྱེད་བྱེད་ནས་འགྲོ་བ་རེད་མ་གཞི་ཨ་ནི་འདི་ཁོང་རྣམ་པ་ཚོས་ཀྱི་རྣམ་དཔྱོད་སྟོན་ཁུལ་བ་ཁོང་རྣམ་པ་ཚོས་ཀྱི་དབུས་གཙང་གཞོན་སྐྱེས་ཀྱི་ཚོགས་འདུ་འདི་ལ་ག་རེ་ག་རེ་བྱེད་དགོས་འདུག་ཁོང་ཚོའི་ཚོགས་མིས་གོ་སྒྲིག་ཚོགས་ཆུང་བསྐོས་བཞག་ཡོད་འདུག་ག་ནི་ཁོང་ཚོས་ཀྱི་གང་དྲག་དྲག་ཅིག་བྱེད་ཀྱི་རེད་ད་ལན་ཡིན་ན་གྱི་ཚོགས་ཆེན་ད་ཐེངས་དང་པོ་ཡིན་འདུག་ག་ནི་ག་རེ་ཡིན་ན་གྱི་ད་བརྒྱ་ཆ་བརྒྱ་ཐམ་པ་ང་ཚོས་ཡག་པོ་ཡོང་ཨེ་གྱི་རེ་བ་རྒྱབ་ཀྱི་ཡོད་རེད་ཁོ་ག་ལེ་ག་ལེ་ཡག་ཏུ་འགྲོ་ཁུལ་བ་ཚོགས་ཆེན་དང་པོ་འདི་ལ་ཨ་ནི་ཁོ་རང་ག་རེ་རྣམ་དཔྱོད་སྟོན་ཡ་ཡོད་པ་སྟོན་གྱི་རེད་སོང་ཙང་ང་ཚོས་མི་མང་ངོས་ནས་འདི་ལ་རྒྱབ་སྐྱོར་བྱེད་ཆེད་ནས་ཨ་ནི་འགྲོ་དགོས་རེད་མ་གཞི་ཡང་དབུས་གཙང་རུལ་སུང་བ་ཁ་ཤས་ཅིག་དོན་ཆེད་ནས། ཨཱ་ནི YouTube ནང་ལོག་ལ་ཨཱ་ནི་འདི་ཚོགས་ཆེན་འདི་ལ་སོ་སོ་རང་གི་སོ་སོ་རྐང་པ་ལ་ལྟ་རི་ཞུ་སོ་སོ་རང་གི་སོ་སོའི་ཆོས་རྒྱལ་གྱི་ད་འདི་བྱེད་ལས་འགན་ཆོས་རྒྱལ་གྱི་ཨཱ་ནི་ད་ལྟ་འཆར་གཞི་འདི་ཚོ་ལ་ཡང་ཅིག་འུད་སྒྲོག་བཟོས་ཕྱིན་ནི་ཨཱ་ནི་ཁག་ཅིག་འདུག་ད་ལྟ་ཅིག་དོན་ནི་ད་ལྟ་ཁོ་རང་ཚོགས་ཆུང་ནང་ལ་ཡོད་ས་རེད་ཁོ་རང་མ་དོན་ཕྱིན་ནི་སྐད་ཆ་ཤིག་གི་འདུག་དངོས་གནས་ཕྱིན་ན་ད་འདི་ཚོ་སོ་སོ་ནང་ཁུལ་ནས་ཨཱ་ནི་ཕ་ཡག་པོ་ཕྱིན་ནི། གསལ་བོ་བཟོས་ཕྱིན་ཨ་ནི་བཤད་པ་ཡིན་ན། སྤྱི་ཡོངས་ལ་ཁྱབ་དགོས་ཅིག་ཡོད་མ་རེད། སྤྱིར་བཏང་ནས་ད་ང་ཚོའི་མདོ་སྨད་མདོ་སྟོད་དབུས་གཙང་ལ་ནི་ཆོལ་ཁ་གསུམ་ཡོད་རུང་བ་ཡང་སོ་སོ་ནང་ལོགས་ལ་འགྲིག་གི་མེད་བ་དེ་ནང་ལོགས་རང་ལ་ཨ་ནི་ཕ་སྐད་བཅར་བཤད་ཕྱིན་གོ་སྒྲིག་ཚོགས་ཆུང་ལ་ཟུར་ལ་སྐད་བཅར་བཤད་ཕྱིན་ཨ་ནི་ཕ་གསར་བ་བཟོས་གོར་མ་ཞིག་ཚང་མ་སྡིངས་ཆའི་ག་ལ་བཀྲམ་ཕྱིན་དབུས་གཙང་ཞམ་གཅིག་ཞག་གཉིས་འགྲོ་བྱིས་པ་ཡིན་ན་ཨ་ནི་ཏག་ཏག་བྱེད་བདེ་གི་མི་འདུག་བ་འོ་དེ་འདྲའི་ཞོན་ཨ་ནི་ད་ལྟ་དབུས་གཙང་གི་རུལ་སུངས་བ་ཁ་ཤས་ཅིག་འདུག་བ་འོ་དེ་ཚོ་ཡིན་ན་ད་དངོས་གནས་དྲང་གནས་བསམ་བློ་ཡག་པོ་བཏང་སོ་སོ་རང་གིས་སོ་སོ་བཟློག་སྟེ་མ་བཏོན། ཚོ་ཚོ་གང་ཐུབ་ཐུབ་ཡག་པོ་བྱེད་དགོས་དེ་གལ་ཆེན་པོ་རེད་ད། ངོ་དེ་ཞུ་ཡག་ཡིན་ཨིན་ད་ལན་གྱི་ད་ད་ལྟ་དབུས་གཙང་ཚོགས་ཆེན་གཞོན་སྐྱེས་ཀྱི་ཚོགས་ཆེན་ཐེངས་དང་པོ་དེ་ཨིན་བྱ་བ་ལམ་ལྷོང་ཡོང་བ་དང་ཨིན་ཁོང་རྣམ་པ་ཚོ་གོ་སྒྲིག་གནང་མཁན་དེ་ཚོ་ལ་དངོས་གནས་དྲང་གནས་ཀྱི་ང་ཚོས་ཀྱི་རྒྱབ་སྐྱོར་མཐའ་གཅིག་ཏུ་བྱེད་ཕྱིན་ནས་ཨིན་ཁོང་རྣམ་པ་ཚོ་ལ་ང་ཚོས་ཀྱི་ག་རེ་དབུགས་དཔུང་འདེབས་ཞུ་ཡོད་དོ་ག་རེ་གྱི་ཚགས་ཚུད་དུ་འགྲོ་ཡོད་དོ་དེ་འདྲས་ཀྱི་ཐོག་ལ་རྒྱབ་སྐྱོར་ཞུ་དགོས་རེད་མ་གཞི་འདི་ནང་ལོགས་ནས་ཡང་རྐང་པ་འཐེན་ང་ལ་འགྲིག་མ་སོང་འདི་གི་ང་ལ་མ་འགྲིག་ཀྱོ་དེ་གི་ཨིན་གེར་གནས་དེ་ཁེ་དེ་ན་འགྲིག་གི་མ་རེད་ན་ཚ་ཟིམ་ཡ་དེ་ཚོ་ཡག་པོ་མ་རེད། ཕྱི་ལ་འཕེན་རྒྱུ་ཡོད་པ་ཡིན་ན་ང་ཚོ་ཕྱི་ལ་བཙུགས་ཐུབ་པ་ཅིག་དགོས་རེད་མ་གཞི་ང་ཚོས་དབུས་གཙང་ནང་ལོགས་ལ་འདི་དེ་སྤེལ་འདུག་ཅག་འདུག་བ། ཅིག་གིས་ཁ་ལོར་དང་ང་རང་ལ་མ་འགྲིག་ང་ཚོ་ལུང་ཚན་ལ་མ་འགྲིག་བ་ཡིན་ན་ང་ཚོས་རྒྱབ་སྐྱོར་བྱེད་ཐུབ་གི་མི་འདུག་བ། འདི་ཧ་ལས་པའི་གི་ནི་ཐབས་སྐྱོ་བོ་ཅིག་དང་འདི་ང་ཚོ་མ་བཀོད་ཡ་ཅིག་རེད་ཤག་འོ་དེ་འདྲས་ཅིག་ཞུ་ཡ་ཡིན་ཨེ་འདི་ནས། ད་དབུས་གཙང་ནང་ལོགས་ནས་དངོས་གནས་དྲང་གནས་ཀྱི། ད་ད་ཕ་འདུག་དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི། སྐྱབས་མགོན་རིན་པོ་ཆེ་གིས་དངོས་གནས་དྲང་གནས་བཀའ་གསུང་ཅི་སྒྲུབ་ཞུས་ཕྱིན་ནས་བོད་མིའི་སྒྲིག་འཛུགས་འདི་གཙུག་ཏུ་བཀུར་ཕྱིན་ནས་མི་མང་འགལ་འདུ་ཞིག་ཞུས་ཡོད་རེད་འདི་ང་ཚོས་ཞུ་དགོས་ཡ་འདི་མུ་མཐུད་ནས་ཞུ་གལ་གལ་ཆེན་པོ་རུ་ད་ཡིན་ནས་ད་ལྟ་རུལ་སུང་བ་ཁ་ཤས་ཅིག་ད་དབུས་གཙང་ནང་ལོག་ནས་མིང་བོས་བ་ཡིན་ན་ད་ད་དངོས་གནས་དྲང་གནས་ཀྱི་ཚང་མས་གི་ཤེས་ཀྱི་ཡོད་རེད་ད་འདི་ཚོ་རེད་ཡིན་ནའི་ལྷག་པར་དུ་ག་རེ་འདུག་ལ་ན་ད་རྣམ་རྒྱལ་འགྲོ་ཁ་སྤྱི་འཐུས་ནང་ལོག་ལ་དབུས་གཙང་གི་བརྒྱུད་ནས་སླེ་ཡོད་རུ་ད་མོ་རང་འདི་ག་འདྲེ་ཡིན་མེད་ང་ཚོས་ཚང་མས་ཧ་གོ་གོ་ར་ད་མོ་ལ་ཨ་མ་དེ་འདྲེ་ཅིག་གི་ཙོག་པ་ཅིག་རག་འདུག་ར་ཡ་ཨ་མ་འདི་ཡའི་དོན་ཕྱིན་ནས་ཡ་དེང་སང་ཅིག་ཤེས་ཀྱི་འདུག་ཧ་ལས་པའི་གི་ཏའ། ངོ་ཚའི་འཇིགས་རི་ཤ་སོང་ཙང་ད་དབུས་གཙང་ནང་ལོགས་ལ་དེ་འདྲའི་དགྲ་བོ་ཁ་ཤས་ཅིག་ཡོད་པ་ཡིན་ན་དེ་དབུས་གཙང་དབུས་ཀྱི་ཕ་ཟུར་ལ་ཟུར་འདྲེ་བྱེད་ཕྱིན་ནས་ད་ཁྱོད་ཚོ་མཚམས་བཞག་ན་ཡག་པོ་ཡོར་དྭགས་ལ་ནི་བཤད་ཐུབ་པ་ཡིན་ན་དེ་ཏན་ཏན་ཡག་པོ་ཡོ་རེད་བསམ་གི་འདུག་དེ་དབུས་གཙང་རུལ་སུང་བ་ཁ་ཤས་ཅིག་སྤྱི་ཚོགས་དྲ་རྒྱ་ག་ལ་དོན་ཕྱིན་ནས་ད་ལྟ་ལྷོ་ཁ་སོག་རྡོ་རས་ནི་དེ་འཇིང་པ། མེད་གྱོ་ཅིག་འདུག་ཨཁྱེད་ནས་དྲ་ལ་དེ་ཚོ་ཆ་ཚང་ཅིག་དབུས་གཙང་གི་ཁོངས་གཏོགས་ནས་རེད་འདུག་ཨ་འོ་དེ་ཚོ་ལ་ང་ཚོས་ཀྱི་ཟུར་ལ་སྐད་ཆ་བཤད་ཕྱིན་ནས་ད་ཁྱེད་ཚོ་མཚམས་སྦྱོར་བཞག་ན་ཡག་པོ་ཡོད་རེད་ལ་ནི་འོ་དེ་འདྲས་ཅིག་ལབ་བ་ཡིན་ན་ཏན་ཏན་གྱི་དགེ་མཚན་ཆེན་པོ་ཅིག་མཐོང་གི་འདུག་འོ་དེ་འདྲས་ཞོན་ཡིན་ད་ད་རིང་འདས་ལ་དོན་དག་ཡག་ཉིས་རྡོག་རྡོག་ཨ་ནི་གསུམ་ཅིག་ཡིན་དང་པོ་འདི་ལ་ད་ང་ཚོའི་ཀྱི་བོད་དོན་འདི་ནི་རྒྱལ་སྤྱིའི་སྡིངས་ཆའི་སྟེང་ལ་ཧ་ལས་པའི་ཀྱི་ཨ་ནི་རྒྱབ་སྐྱོར་ཚད་མཐོ་རུ་མཐོ་རུ་འགྲོ་གི་ཡོད་པ་དང་ལྷག་པར་དུ་ང་རང་འདྲ་བོ་ཅིག་ན་ད་ཧྥ་རན་སི་ལ་ཡོད་འདུག་ཨ་ནི་ཡུ་རོབ་གྲོས་ཚོགས་ད་ལྟ་སྟར་སྦུག་ལ་ཚུགས་ནས་ཉེ་ཆར། ཚུགས་བའི་ནང་ལོགས་ལ་བོད་དོན་ཆེད་དུ་གྲོས་ཆོད་བཞག་བ་འདི་ཧ་ཅང་གི་གལ་ཆེན་པོ་ཅིག་དང་གཏམ་བཟང་ཅིག་དང་ད་འདི་ཡུ་རོབ་ནང་ལོགས་ལ་སྐུ་ལས་ཁྱོད་ངན་ཚང་མ་ལ་ཐུགས་རྗེ་ཆེ་ལྷག་པར་དུ་ད་རྒྱལ་སྤྱིའི་ནང་ལོགས་ལ་བོད་དོན་ད་ད་བོད་དོན་ཆོས་ཁག་འདི་ཚོ་ཧ་ཅང་གི་ཕྱག་ལས་ཡག་པོ་གནང་གི་འདུག་བ་དོན་ཆོས་ཚང་མ་ལ་དངོས་གནས་དྲང་གནས་ལྷག་བསམ་གྱི། དོན་བརྗོད། སྣང་བརྙན་ཆ་ཚང་ལ་ཐུགས་རྗེ་ཆེ་ད་ཁྱེད་རྣམ་པ་ཚོས་ཀྱི་དངོས་གནས་དྲང་གནས་ཀྱི་ཕྱག་ལས་གནང་ཡས་དེ་ཚོ་གལ་ཆེན་པོ་རེད་སྤྱི་འཐུས་དེ་ཚོ་ཉི་མ་ཁ་ཤས་ཅིག་ཡ་མ་ཡོང་ཡས་རེད་མ་ཤེས་ཁོང་ཚོའི་གི་མུ་མཐུད་ནས་ནི་འབྲེལ་བ་བཞག་ཡ་ཡོད་མར་བ། ཕྱག་ལས་གནང་ངེས་དེ་ནི་ད་ལྟ་དོན་བརྗོད་ཁག་དེ་ཚོ་ཡིན་འདུག་ག་ན་ཧ་ལས་པའི་གི་ནི་སྐུ་ལས་སྐྱོན་གི་འདུག་ཕྱག་ལས་ཡག་པོ་གནང་གི་འདུག་ཐུགས་རྗེ་ཆེ་ཞུ་ཡ་ཡིན་ནི་ང་ཚོའི་གི་གནད་དོན་འདི་རྒྱལ་སྤྱིའི་སྡིངས་ཆའི་སྟེང་ལ་ཁྱབ་དགོས་ཡས་དེ་གལ་ཆེན་པོ་རེད་ད་དེ་ནས་ནི་ང་ཚོ་ལ་རྒྱབ་སྐྱོར་ཐོབ་དགོས་ཡས་ཡོད་ར་བ་སོང་ཙང་ད་ལེ་ནི European གི Parliament ནང་ལོགས་ལ་ནི་ང་ཚོའི་བོད་དོན་ཆེད་དུ་ནི་གྲོས་ཆོད་བཞག་བ་དེ་གནད་འགག་ཆེན་པོ་དང་འདི་གཏམ་བཟང་ཅིག་དང་འདི་ལྷག་ཨ་ནི་འདི་ནང་ལོགས་ལ་གྲོས་ཚོགས་མང་ཆེ་འཐུས་མི་ཡ་ཞང་ཆེ་ནས་ང་ཚོའི་བོད་དོན་ཐོག་ལ་གླེང་བ་འདི་ཧ་ལས་པའི་གི་ཨ་ནི་ཚད་མཐོན་པོ་རེད་ཤག་འདི་ང་ཚོ་དགའ་ཡོད་པ་ཅིག་རེད་ཤག་ལ་ནི་ངོ་དེ་འདྲི་ཆེ་ཞུ་ཨ་ནི་གཉིས་བ་དེ་གོ་བོ་ཕན་བདེ་དང་དབང་འདུས་རྡོ་རྗེ་གཉིས་ཀྱིས་མི་མང་གི་དངུལ་དེ་བེད་སྤྱོད་ཕྱིས་ཨ་ནི་རོགས་སྐྱོར་གི་བེད་སྤྱོད་ཕྱིས་ཏེ་རོགས་སྐྱོར་གི་དངུལ་དེ་བེད་སྤྱོད་ཕྱིས་ནས་ཕྱོགས་སྐྱོར་ལ་འགྲོ་ནས་མི་མང་ལ་ཕང་བཀའ་བརྒྱུད་བཏང་ཡ་འདི་ཏག་ཏག་བདེན་མ་སོང་དང་ཁྱེད་རང་རང་གི་མེ་ལོང་དེ་ཁྱེད་རང་ལ་སྟོན་འདུག་ག་ནི། ཁྱེད་ཚོ་ག་རེ་ལན་བརྒྱབ་དགོ་རེ། ལེ་སོང་ང་ཚོ་ཡིན་ན་རྒྱ་མ་འོང་པ་ལ་དེ་འདྲས་བྱེད་ཀྱི་མེད་ང་ཚོ་ཡར་རྒྱས་གཏང་གི་ཡིན་ས་ལན། འོ་དེ་འདྲས་ཕ་མ་ཤི་བ་ཆེད་རང་སྐྱོར་མི་མང་གི་འགོ་ལ། ཨ་ནི། མ་ཉེས་ཁ་ཡོག་བྱེད་ཡ་དང་མི་མང་ཉམ་ཆུང་དང། མི་རྒན་པ་ལ་ཨ་ནི་དུས་ཕྱིས་ནས་ཕ་འཁྲིག་པ་ནད་པ་རེད་དང་ཨ་ནི་ཆོལ་ཞེན་རེད་དང་ཆོལ་ནད་རེད་དང་དེ་འདྲས་ལབ་བ་ཡིན་ན་རྩ་བ་གཉིད་ནས་བསྡད་ཀྱི་མ་རེད་ད་འདི་མི་མང་གི་མགུར་ཐུབ་ཡ་ཡོ་མི་འདུག་ཨ་འོ་དེ་འདྲས་བྱེད་ནས་ཨ་ནི་ཁྱེད་རང་གཉིས་ཏག་ཏག་བསྡད་མ་སོང་ད་ཨ། ལས་དེ་ཡིན། གསུམ་པ་དེ་ད་ལྟ་དབུས་གཙང་གཞོན་སྐྱེས་ཀྱི་ཚོགས་ཆེན་འདི་ནང་ལོགས་ལ་དངོས་གནས་དྲང་གནས་ཀྱི་དབུས་གཙང་གཞོན་སྐྱེས་ལྷག་པར་དུ་ཕྱི་རྒྱལ་ནས་ཕེབས་ཐུབ་ངེས་ཡོད་ན་ཕེབས་ཐུབ་དགོས་ཡ་དང། རྒྱ་གར་ནང་ལོགས་ནས་ཡོད་པ་ཡིན་ན་རྒྱ་གར་ནང་ལོགས་ལ་དངོས་གནས་དྲང་གནས་ཕེབས་ཐུབ་ནས་འདི་ནང་ལོགས་ལ་མཉམ་ཞུགས་གནང་བ་ཡིན་ན་སོ་སོ་དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི་ལོ་རྒྱུས་དང། ལྷག་པར་དུ་ད་ལན་གྱི་ཚོགས་ཆེན་ནང་ལོགས་ལ་རེའུ་མིག་སྟོན་བཞག་འདུག་བ་དེ་ཚོ་ཡིན་ན། པ། ཟབ་སྦྱོང་ནང་ལོ་ལ་མཉམ་ཞུགས་གནང་ཡས་ཀྱི་གོ་སྐབས་གལ་ཆེན་པོ་གཅིག་རེད་ཤག་འོ་དེ་ཚོ་ལ་མཉམ་ཞུགས་གནང་དགོས་ཡས་དེ་གལ་ཆེན་པོ་རེད་ཤག་འོ་དེ་འདྲས་གཅིག་དོན་ཚན་གསུམ་གཅིག་ཡིན་ཨེ་མཐའ་མ་དེ་ལ་བསྐྱར་དུ་ད་ང་ཚོའི་སྤྱི་ཚོགས་ནང་ལོ་ལ་ལྷིང་འཇགས་དགོས་ཡོད་ན་མ་འོངས་པ་ལ་ང་ཚོ་ཚང་མ་ལ་ཨ་ནི་ད་དྲུག་ཕུ་དྲུག་མེད་བ་དང་ང་ཚོ་ཚང་མ་ཨ་ནི་རྡོག་རྩ་གཅིག་ཏུ་སྒྲིལ་དགོས་ཡོད་ན། ཨ་ནི་དངོས་གནས་དྲང་གནས་ཏང་ང་ཚོའི་ལ། ཆོས་རྒྱུད་སྤྱི་འཐུས་འདི་ཨ་ནི་མགོ་ཡ་མི་འདུག་ཟི་ལ་ནི་འོ་འདི་འདི་ད་ལྟའི་གི་མཚན་ད་ད་ད་ད་འདི་སྙན་ཧྲུའུ་འདི་བསྡུ་རུབ་ཨ་དྲ་ཐོག་ནང་ལ་བཞག་བཞག་ཡོད་རེད་རྣམ་པ་ཚུལ་གྱི་ཡིན་ཅིག་མི་ཅིག་ཨ་ནི་འདི་ཡིན་ཅིག་མི་ཅིག་གང་རོགས་གནང་ཨ་ནི་འདི་ད་ད་ང་ཚོའི་གི་འདི་སྙན་ཧྲུའུ་འདི་ཨ་ནི་ཤར་སྐྱ་སྤྱི་འཐུས་ལྷན་ཁང་ལ་འགྲོ་གི་ཡོད་རེད་མ་འོངས་པ་ལ་ཨ་ནི་འདི་ད་གཞི་བཞག་ཡ་བྱེད་ནི་ཨ་ནི་འདི་ལ་དཔང་བའི་གི་ཨ་ནི། ད་ལག་ལེན་འཁྱེར་ཡག་བོ་དེ་ཚོ་རེད་ད་ཆོས་རྒྱུད་གཅིག་དུ་མུག་བོག་ལ་ཡས་དེ། ཆོས་རྒྱུད་གཅིག་ལ་ཨ་ནི་དགག་པ་དང་ཆོས་རྒྱུད་ལ་དད་པ་མེད་བ་དང་ཆོས་རྒྱུད་མོག་བོ་ལ་བ་དང་གྲ་གྲ་བཙུན་དང་བླ་མ་དང་དེ་ཚོ་ལ་ངོ་ལོག་མ་རྟ་སྤྱི་འཐུས་ནང་ལོག་ལ་ཨ་ནི་ཆོས་རྒྱུད་སྤྱི་འཐུས་དེ་མེད་ན་འགྲིག་གི་འདུག་ལ་གོ་རེད་འོ་དེ་མ་ཤེས་ཡང་ཆོས་རྒྱུད་ལ་དགེ་དེ་བོད་ནང་ལོག་ལ་ཆོས་རྩ་མེད་བཏང་གི་འདུག་རྒྱ་མི་གི་ཨ་ནི་རྒྱ་གར་ནང་ལོག་ལ་ད་གཞི་རིམ་མི་མང་གི་ཨ་ནི་དུས་ཆོས་རྒྱུད་ལ་མོག་བོག་ལ་ཡི་འདུག་ལ་ནི་དེ་མ་རྟ་སྤྱི་འཐུས་གི་རྐུབ་བཀྱག་དེ་སྒང་ལ་ཨ་ནི་ཆོས་རྒྱུད་སྤྱི་འཐུས་དེ་མེད་བ་ཡིན་ན་འགྲིག་གི་འདུག་ངོ་འདི་ད་ལྟའི་ཆ་ལ་ད་གོ་ཡ་མི་འདུག་ལབ་ཀྱི་ཡོད་རེད་ཨ་གེ། མང་གཙོའི་གི་འགྲོ་ལུགས་འགྲོ་སྟངས་གཞི་བཟུང་རྒྱལ་ཁབ་གཞན་པ་ལ་ཡིན་ན་གི་ཆོས་རྒྱུད་སྤྱི་འཐུས་ལ་ནི་མི་འདུག་བའོ་དེ་འདྲས་རེད་མ་ཤེས་ཆོས་ལ་དགག་པ་དང། ཨ་ནི། དེ། ཆོས་རྒྱུད་ལ་དད་པ་མེད་བ་དང་མ་བརྩི་བ་དང། ཆོས་རྒྱུད། ག་ལོར་ཆོས་རྒྱུད་མེད་བ་ཟེར་བས་ད་དེ་འདྲས་རྩ་བ་ནི་མར་བ། དེ་སྤྱི་འཐུས་ནང་ལོགས་ལ་ཨ་ནི་སྤྱི་འཐུས་གི་ཆོས་རྒྱུད་གི་ཐོག་ནས་ཡོང་ཡ་གི་སྤྱི་འཐུས་བཅུ་དེ་ཨ་ནི་གོ་ཡ་མི་འདུག་ཁོ་ཆོལ་ཁ་གསུམ་ལ་སྒྲུབ་པའི་གི་ནང་ལོགས་ལ་ནི་ཆོས་རྒྱུད་མེད་བ་སུ་གཅིག་ཡོད་མ་རུང་བ་ང་ཚོ་ཚང་མ་ལ་ཆོས་རྒྱུད་ཡོད་རུང་བ་ཆོལ་ཁ་གསུམ་དེ་ནང་ལ་གྲྭ་བཙུན་སྔགས་གསུམ་ཡང་ཡོད་ཤོག་ལུགས་ཆོག་གི་ཡོད་རུང་བ་སོང་ཙང་ཆོལ་ཁ་གསུམ་ལས་སྒྲུབ་པའི་གི་སྤྱི་འཐུས་དེ་གི་འགྲིག་གི་འདུག་ཆོས་རྒྱུད་སྤྱི་འཐུས་བཅུ་ལ་ཡེ་དེ་མེད་བ་ཡིན་ན་ཨ་ནི་ད། གནོད་པ་ལས་ཨ་ཐང་ཕན་ཐོག་ཆེ་ཡ་འདུག་ལ་ནི་འོ་དེ་འདྲ་བྱས་ནས་ད་ལས་རིམ་འགྲོ་དེ་ཡོད་རེད་ནི་དེའི་ཐོག་ལ་རྣམ་པ་ཚོས་གི་མ་བརྙེད་པ་ཐོག་ནི་ད་འདོད་ཡིན་ན་གི་ད་དེ་འགྱངས་ཤོག་དེ་བསྐང་བསྐང་ཡ་གི་ད་འདོད་ཡིན་ན་དུས་ཚོད་ཡོད་རེད་སོང་ཙང་ཡིན་གཅིག་མིན་གཅིག་ཨ་དེ་བསྐང་རོགས་གནང་ལ་ནི་ཡང་བསྐྱར་ཨ་ནི། འབུ་རྒོད་ཞུ་ཡ་ཡིན། ལ་སོ་ཨ་ནི་ད་ད་རིང་འདི་ག་རང་ཡིན་ཐུགས་རྗེ་ཆེ་ཨ་ནི་ད་གང་བྱེད་སྤྱི་འཐུས་ཚོ་འཚམས་གཟིགས་ལ་ཕེབས་ཀྱི་ཡོད་པ་ཡིན་ན་མི་མང་གི་ཡ་ཞུ་འདུག་ཞུ་ཡ་འདི་ལ་རྣམ་པ་ཚོས་ཀྱི་གསན་འཇོག་གནང་ཡ་འདི་རྣམ་པ་ཚོས་ཀྱི་ལས་འགན་རེད་མ་ཞེ་འདི་ཕག་མི་མང་ལ་ཡང་བསྐྱར་ཕག་མགོ་བཅག་བླུག་ཡ་དང་མི་མང་ལ་ཕག་གི་མཐོང་ཆུང་ཁྱད་གསོད་བྱེད་ཡ་ན་ཨ་རྩ་བ་ངེས་ནས་འགྲིག་གི་ཡོད་མ་རེད་ད་སྤྱིར་བཏང་ནས་ཁྱེད་རང་གི་ལན་རྒྱབ་ཞོར་རྒྱ་དེ་ཚོ་ཨ་ནི་ད་མི་མགོ་ཚོས་ངེས་དང་ང་ཚོ་མི་མང་ཚོས་ཡིན་ན་ཧ་གོ་ཐུག་གི་འདུག་ཨ། འོ་དེ་འདྲའི་རེད་ཨ་ཁྱེད་རང་གི་ཏག་ཏག་ཅིག་དེ་འགྲིག་ཡོད་མར་ཏཱས་འོ་དེ་འདྲའི་ཅིག་ཞུ་བ་བཅར་བ་ཡིན། འོ་ལ་སོ་ཨ་ནི་ཚང་མས་གི་ད། དོ་སྣང་གནང་ཆེད་ཨ་ནི་ད་ལྟ་ཆོས་ཀྱི་སྤྱི་འཐུས་རྩ་བ་ཉིད་ནས་མོ་མགོ་བས་ཀྱི་ཐོག་ལ་ཨ་རྣམ་པ་ཚོས་ཀྱི་མཚན་རྟགས་འདི་ཡིན་གཅིག་མིན་གཅིག་ཨ་ནི་བསྐྱོན་རོགས་གནང། ཨ་ནི་ཐུགས་རྗེ་ཆེ་བཀའ་དྲིན་ཆེ་གནང་ཞུ་ཡ་ཡིན།